ཉིས་སྟོང་རྩ་གསུམ་རྩ་བཞི་ནས་རྩ་བཞི་ས་ལྔ་ལ། གཅིག་སྟོང་བརྒྱ་དང་ལྔ་བཅུ་ང་གཉིས་ཡར་འཕར་བ་བྱུང་ཞག་བཞི་ནས། འདི་ཞུ་མཁན་ཡིན་ད་འདི་གཅིག་སྟོང་བརྒྱ་དང་ལྔ་བཅུ་ང་གཉིས་འདི་གསར་པ་འཛུལ་མཁན་ལས་ཡར་གོ་བ་ཡིན་ན་ཕལ་ཆེར་འབྲི་དགོས་ཅི་རེད་བསམ་གྱི་འདུག། ང་ཚོའི་སྨྲས་སྦྱོར་ལྟ་སྦྱོར་ལས་གཞི་འདི་དངོས་གནས་ད་ལྟའི་ཆ་ལ་ཕན་ཐོགས་འགྲུབ་ཡོད་ཙང། བོད་མི། ཉིས་ཁྲི་ལྔ་སྟོང་ལྷག་ཅིག་ད་དུང་ཡར་འཛུལ་ཞུགས་བྱེད་ཀྱི་ཡོད་འདུག་ད་དེ་ལ་མུ་མཐུད་ནས་ཡ་ནི་གཟིགས་རྟོག་གནང་གི་རེད་ལ་གནང་དགོས་ཀྱི་འདུག་ཞུ་བ་ཡིན། བཀུར་འོས་སྤྱི་འཐུས་རྣམ་པ་ཚོས་ད་ལྟ་ཟུར་བཀོལ་བཏང། ཡ་ནི་དམིགས་བསལ་གཉིས་ཀ་ལ་གཟིགས་དགོས་ཀྱི་རེད་ད་ལྟ་འཕྲོད་བསྟེན་ཉེན་སྲུང་འདྲ་བོ་བྱིན་པ་ཡིན་ན་དམིགས་བསལ་ནང་ལོགས་ནས་འབུམ་བཞི་བཅུ་ཐམ་པ་ཞུས་ཡོད་རེད་ཡ་ནི་ཟུར་བཀོལ་ནང་ལོགས་ནས་འབུམ་སུམ་བརྒྱ་གསུམ་སོ་བཞི་ཞུས་ཡོད་རེད་བྱས་ནས་ད་ཟུར་བཀོལ་ནས་ཡོང་ཡ་འདི་རོགས་ཚོགས་ནས་མ་ཡོང་པས་ཡིན་ན་ལྷན་ཁང་ནས་དང་དམིགས་བསལ་ནས་ཡོད་མཁན་ཚོས་དངུལ་རྩིས་མ་དངུལ་ནས་སྤྲད་དགོས་ཡ་རེད་ཁྱོན་བསྡོམས་པས་ཀྱི་འབུམ་སུམ་བརྒྱ་བདུན་ཅུ་དོན་བཞི་ལྷག་ཞིག་དུ་བཞིན་ཆགས་ཀྱི་ཡོད་རེད་ཞེས་ནས་ད་ལྟ་ལྟ་སྐྱོང་ལས་གཞི་གཅིག་པུ་གང་ལ་དམིགས་བསལ་ནས་འབུམ་བཞི་བཅུ་ཡོད་པ་ཆེད་ཟུར་བཀོལ་ནས་འབུམ་སུམ་བརྒྱ་སུམ་ཅུ་བཞི་ཡོད་རེད་དེ་གཉིས་ཀ་ཡང་བསྡོམས་པ་ཡིན་ན་དེ་ག་ཆགས་ཀྱི་ཡོད་རེད་ཞེས་ད་ལྟ་ཅོག་ཅར་ཞུས་པ་འདིས་ཀྱི་ལས་གཞི་ལ་ཡང་དོ་ཕོག་འགྲོ་གི་མེད། ད་ལྟའི་ཆར་ལ་ང་རང་ཚོ་ཁྱབ་ཁོངས་ཀྱི་སྨན་ཞབས་པ་དེ་ཚོས་ནི་ལི་ཆུ་སྔོན་མ་བསྐུར་མ་ཐུབ་པ་གིས་ད་དེ། མ་འོངས་པ་ལ་ཁོ་ཚོས་དེ་དངོས་གནས་ཀྱི་གཅིག་མཚུངས་ཀྱི་ཅིག་ལས་ཆོས་དངོས་གནས་བསྐུར་ཐུབ་པ་ཅིག་གང་ལ་ག་ཞིག་གོ་རེད་ད་དེ་ལ་ཅིག་དགོངས་པ་དེ་ཡོད་དམ་མེད། སྨན་ཞབས་པ།
ད་ལས་ཆས་ངོ་མེད་ཀྱི་ངོ་བོ་ལ་བསྐུར་མ་ཐུབ་པའི་གནས་སྟངས་རེད་ད་དེ། ང་ཚོ་ཁྱོན་ཡོངས་ནས་ལྟ་དགོས་དུ་མ་གཏོགས་ཅིག་ཚང་མ་བློ་ལ་གཞུང་ཞབས་ན་བཞིན་བྱས་ནས་གཅིག་གྱུར་བྱས་པ་ཡིན་ན་ཡང་དེའི་ལས་དོན་བྱེད་སྟངས་དང་གང་ཅི་གི་ཐོག་ནས་ཨབ་སུ་དུལ་མ་དུལ་གྱི་གནས་སྟངས་ཇི་རེད་ད་ལྟ་འཕྲོད་བསྟེན་གྱི་ཁྱབ་ཁོངས་ལ། འཕྲོད་བསྟེན་སྨན་ཁང་ཡན་ལག་སྨན་ཁང་ཚོའི་ལས་བྱེད་དང་ནང་སྲིད་ཀྱི་ཁྱབ་ཁོངས་ལ། ངལ་སེལ་ཚོགས་པའི་ཀྱི་ལས་བྱེད་ངོ་བོ་ཐོག་ནས་འགྲོ་སྟངས་དེ་འདྲའི་ཡོད་རེད་ད། དེ་གཅིག་མཚུངས་བཟོ་དགོས་ཀྱི་ཡོད་པ་ཡིན་ན། ཐོབ་ཐང་དང་གང་ཅི་གི་ཐོག་ནས་ཚང་མ་བསམ་བཏང་དགོས་ཡ་ཆགས་ཀྱི་ཡོད་དུས་དེ་ཚོ་བྱེད་པ་ལ་བོད་མི་སྒྲིག་འཛུགས་ལ་ཡ། ཨ་ནི་འགན་ག་ཚོད་ཞིག་ཆགས་ས་རེད་དེ་ཚོ་ཡོངས་རྫོགས་ལྟ་དགོས་སྐོར་ལྟ་དེ་གཅིག་པོ་མ་རེད་བྱེས་སྤྱོད་ཁང་དེ་ཚོ་ཡིན་པ་ཡིན་ནའི་དེ་ཚོ་ལྟ་མཁན་དེ་ཚོ་ལ་ཡ་བླ་ཆ་དེ་ག་མཐོ་པོ་ཡོད་མ་རེད་ད་ནང་སྲིད་ཀྱི་ཁྱབ་ཁོངས་ཡོད་བསྡད་པ་དེ་གས་དེ་ཚོ་ལས་བསམ་བློ་བཏང་དགོས་ད་ད་བསམ་བཏང་དགོས་ས་མང་པོ་འདུག་ཡིན་ནའི་ཨ་ལས་ད་ལྟ་འདས་ཨ་རིག་གི་རོགས་དངུལ་བཀག་སྐྱིལ་བྱས་པའི་གི་གནས་སྟངས་དེ་ཡི་འོག་ནས་ལྟས་ཤིག་ང་ཚོ་གུ་ཡངས་འདྲ་བོ་ཅིག་རག་པ་ཡིན་ན་ཨ་ནི་དེ་ཚོ་གང་ལ་ཏན་ཏན་གོ་བསྡུར་ཞུ་གི་ཡིན་ཞེས་བཤད་རེད། བཀའ་ཤག་གིས་གསུང་བ་ན་ཤེས་རེད་དེ་ང་རང་ཚོ Public Private Partnership ཟེར་ཡ་དེ། དཔེར་ན་སེ་ར་བྱེས་ཀྱི་འཕྲོད་བསྟེན་གྱི་སྔོན་ནི་ཡ་ད་ལྟ་མ་འགལ་ཡ་སྨན་ཁང་གསར་རྒྱག་ལས་གཞི་ཆེན་པོ་བཞི་བོ་ཆེ་གང་དག་འགྲོ་དུས་ཡོད་རེད་ཨ་སྨན་ཁང་འདིའི་ནང་ཆ་བཞག་པའི་ནང་ཁེ་ལས་པ་གང་དག་སྡེ་ཚན་ཁག་བཞི་ཞིག་དེ་ནང་ལ་ཡང་ཚུད་ཐུབ་ཡག་གི། དེ་འདྲའི་གི་ཆ་ཤས་བྱས། དེ་འདྲའི་གི་ཐོག་ནས་ཡང་དམིགས་ཡུལ་བཟང་པོ་ཅིག་ད་ལྟ་ལས་གཞི་དེ་འགྲོ་དང་འགྲོ་བཞིན་པ་ཅིག་རེད། ཨ་ནི་འཕྲོས་དོན་ལས་ཁུངས་ངོས་ནས་ཡིན་པ་ཡིན་ན་ཡང་དེ་ཚོའི་ཐོག་ལས་སྐབས་དང་དུས་ལ་ཡང་ཡང་ཅིག་མཐུན་འགྱུར་དང་རྒྱབ་སྐྱོར་དེ་འདྲ་བྱེད་དགོས་ཡ་ན་ཨ་ནི་གནང་ཡག་དེ་གལ་ཆེན་པོ་འདུག་ཤེས་ཀྱི་ཞུ་ཡག་ཡིན། བྱས་ར་བྱས་ལ་ཡང་ཨ་ནི་མན་ངག་གསར་རྒྱག་གི་ལས་གཞི་དེ་འགྲོ་བསྡད་ཀྱི་ཡོད་པ་དེ་ལོ་གཅིག་གཉིས་སྔོན་ནས་ཤེས་སོང། འདི་ཤེས་པའི་རྒྱུ་མཚན་ལ་བརྟེན་ནས་སྐབས་དེ་དུས་ཀྱི་འཕྲོས་དོན་དྲུང་ཆེ། མི་དགེའི་ས་གནས་ལ་འགྲོ་བའི་སྐབས་ལ་ངེས་པར་དུ་ཁོང་རྣམ་པ་ཚོ་གཅིག་རྗེས་ང་ཚོ་ས་གནས་ལ་འཕྲོད་བསྟེན་སྨན་ཁང་གཅིག་ཡོད་རེད་ཨེ་ནི་དགོན་པའི་ངོས་ནས་སེ་ར་བྱེས་ཀྱི་སྨན་ཁང་སྨད་ཀྱི་སྨན་ཁང་རྣམ་གྲོལ་གླིང་གི་སྨན་ཁང་ཅི་ཅི་གཅིག་སྨན་ཁང་ལ་དུས་ས་གནས་གཅིག་ལ་སྨན་ཁང་མང་པོ་བཞུགས་བྱེད་ཡིན་ནས་མཐུན་རྐྱེན་ཆ་ཚང་བ་གཅིག་བྱ་དགོས་ན་འཇགས་ས་མེད་ཆོག་གི་གནས་སྟངས་འགྲོ་ཆགས་དེ་ཡོད་རེད་དེ་ང་ཚོ་ཕར་ཚུར་ཕྱི་གསལ་ནང་གསལ་བྱས་བྱས་དཔེ་ན་དགོན་པའི་ངོས་ནས་དེ་འདྲ་ཅིག་སྒྲུབ་དགོས་ཡོད་པ་ཡིན་ན་ཨ་ནི་ང་ཚོ་འཚོ་བྱ་མན་ངག་ཡིན་ནའི་རེད་དེ་ལ་ག་རེ་བྱེད་དགོས་ས་རེད་ཕལ་སྐད་སྒྲུབ་མ་ཐུ་ཡ་ཚོ་ག་རེ་བྱེད་དགོས་དེ་ཕར་ཕྱོགས་ཚོ་ཚང་མ་ལོ་ཕར་ཚུར་ཕན་ཐོ་ཡ་ཅིག་བསམ་བློ་བཏང་དགོས་ཡ་དེ་ཨ་ནི་ཕར་ཚུར་མཉམ་རུབ་བྱེད་བྱེད་ཐུ་བ་ཡིན་ན་ཕན་ཐོ་ཅིག་ཡོང་གི་འདུག་ད་ད་ལྟ་བར་དུ་དཀའ་ངལ་འཕྲད་བསྡད་ཡ་ཅིག་དགོན་པའི་ནང་ལོགས་ལ་སྨན་ཁང་གི་སྨན་བཅོས་བྱེད་ཡ་གི་མཐུན་རྐྱེན་ད་གཞི་རིམ་གྱི་མ་གཏོགས་མེད་པ་ཡིན་ནའི་ཡོད་བསྡད་པ་དེ་ག་དེ་ཡང་གྲང་དོ། ང་ཚོ་ལ་རག་གི་ཡོད་མ་རེད། དེ་ཚོ་ཡང་འཕྲོད་བསྟེན་ལས་ཁུངས་ཀྱི་གྲངས་མཐོའི་གི་དེ་ནང་ལོགས་ལ་འཛུལ་ཡས་ཀྱི་ཆེད་དུ་ང་ཚོའི་མཐུན་རྐྱེན་སྦྱར་དགོས་ཡས་འདྲ་བོ་དེ་འདྲས་སྦྱར་ཡོད་རེད་ག་ཟེ་ན་བོད་པའི་སྤྱི་ཚོགས་ཁྱོན་ཡོངས་ཀྱི་གནས་སྟངས་ཀྱི་ཧ་གོ་གུག་ཡོད་ན་བོད་མི་སྒྲིག་འཛུགས་ཀྱི་སྨན་ཁང་རེད་སྒེར་གྱི་སྨན་ཁང་དེའི་གཡས་གཡོན་ལ་ཡོད་པ་དེ་གས་ཚང་མ་ལོགས་གྲངས་ཐོ་རག་ཐུབ་པ་ཡིན་ན་ང་ཚོ་དེ་མ་འོངས་པ་ཡང་ཁ་ཕྱོགས་རྒྱུ་བ་དང་ཡང་ཁེ་བ་ཇི་ཡོད་རེད་ཡིན་ནས་ད་ལྟ་ལས་གཞི་དེ་ནང་ལོགས་ལ Public Private Partnership ལས་དུས་ཡུན་སྒྲིག་འཛུགས་ཀྱི་མ་རྩ་ལུགས་བཀལ་སུ་རུབ་བྱས་ཡོད་རེད་དེ་ད་ལྟ་དེ་འདྲའི་ལ་ཀ་མེད་དེ་འདྲའི་གལ་ཡོད་མ་རེད་བྱས་ནས་དེ་ཞུ་ཡ་ཡིན། ད་འཕྲོས་དོན་གྱི་ཁྱབ་ཁོངས་སོ་སོའི་འབྲེལ་བ་བྱས་ནས་ཁ་ཤས་བྱུང་སོང། མཚམས་མཚམས་མ་ཉི་མ་བཅོ་ལྔ་ཉི་ཤུ་དེ་འདྲ་བའི་ད་བར་ལྷག་བྱས་ནས་གླ་ཆ་དེ་ཏག་ཏག་མ་བཏང་བར་དགེ་རྒན་མང་པོ་ཁྲིད་དེ་བྱ། ཨ་རིའི་རོགས་དངུལ་ཆད་ཡ་དང་ཨ་ནེ། ལོ་གསར་གྱི་དུས་ཚོད་འདི་སྟབས་ཏག་ཏག་འཁེལ་གྱི་ཡོད་དུས། ལས་བྱེད་ནང་ལོགས་ལས་ཡང་དངུལ་དཀའ་ངལ་འཕྲད་བསྡད་ཀྱི་ཡོད་པ་དེ་ཚོ་ཡིན་ན་ང་ཚོས་སྔ་འདོན་ཕུལ་ཆོག་གི་རེད་བྱས་ནས་བཀའ་ཤག་གིས་བཀའ་འཁྲོལ་གནང་ཡག་རེད། བཀའ་འཁྲོལ་གནང་བ་ནང་བཞིན་བྱས་ནས་ལྷན་ཁང་སོ་སོ་སོས་ཀྱིས་ཨནི་ག་ཤེད་ད་སྐད་ཆ་བྲིས་ཡོད་མེད་ལ་མ་ལྟོས་པའི་གིས་གང་ལྟར་ཕུལ་དགོས་ས་དེ་ག་དེ་ལ་ཕུལ་བཞག་ད་ད་ལོ། USAID། ཀྱི་རོགས་དངུལ་དེ་ཆད་པའི་རྒྱུ་མཚན་ལ་བརྟེན་ནས་ཐེངས་གཅིག་གཉིས་གཅིག་མ་དངུལ་བཏང་ཡག་ལ་དཀའ་ངལ་ཅིག་འཕྲད་བྱུང། དུས་ཚོད་དེ་འགྱངས་ཞག་མ་ཏོག་ཅིག་གིས་རྒྱུན་ལྡན་ནས་ཟླ་བ་ཏག་ཏག་ད་ལྟ་སྤྲད་དེ་ཡང་ཆགས་ཀྱི་ཡོད་རེད་ད་ད་ལན་དེ་དམིགས་བསལ་གནས་སྟངས་ཡིན་དུས་དུས་བཞིན་ཆགས་པ་རེད། ང་ཚོས་ཅིག་ག་པེ་ཅིག་ལ་ད་བཀྲིས་བྷི་ལབ་དགོས་ན་ལོ་ཆུང་གི་ན་ཚ་དེ་མི་ཉམ་ཆུང་དང་ཅིག་འགྱུར་མེད་དེ་འདྲ་ཡོང་གི་ཡོད་རེད། ནས་མངར་མོ་ན་ཚ་དུས་ཀྱི་ཉེས་དགེ་འབྱོར་ལྡན་དག་དེ་ཚོ་ལ་ཡོང་གི་ཡོད་རེད་ཟེར་གྱི་བཤད་སྤྲོད་ཅིག་ཡོད་རེད། དེ་ཡིན་དུས་ད་སྤྱི་ཚོགས་ཀྱི་འཕེལ་རིམ་ག་བ་ལྟས་ན་དེ་ལོ་ཆུང་གི་ན་ཚ་འདི་དུས་སུ་ཉུང་རུ་འགྲོ་དགོས་ཡག་རྣམ་པ་ཅིག་ཡོད་རེད་ཡིན་ན་ཡང་དེ་རིང་སྔོན་རྩིས་འདིའི་ནང་ལ་ཡང་ནི་འབུམ་བཞི་བཅུ་ཞེ་གཉིས་ངས་ནོར་མེད་ན་དེ་འདྲ་ཅིག་འདུག་བསམ་སོང་དེ་ཡིན་དུས་ག་ཙང་དེ་རིང་གི་བློ་ཆུང་གི་ན་ཚ་ཟེར་དགོས་ན་དྲི་བའི་གི་ན་ཚ་གི་ནད་རིམས་ཟེར་དགོས་ན་འདྲ་གི་དེ་ག་འདྲ་ཅིག་ཆགས་ཡོད་རེད། ཕྱི་ཐང་གི་མང་ཉུང་རུ་འགྲོ་གི་ཡོད་ས་རེད། ཡིན་པ་ཡིན་ནའི་ད་སློབ་ཕྲུག་དང་དགེ་འདུན་པའི་ནང་ལོག་ལ་ཏེ་སི་གྲངས་ཀ་མང་འགྲོ་གི་ཡོད་པ་ཅིག་ད་དེ་ཚོ་མང་པོ་ཅིག་སློབ་གཉེར་བྱེད་པའི་སྐབས་ལ་སེམས་འཚབ་བྱེད་བྱེད་ཨ་ནི་མཐོ་སློབ་འགྲོ་མཁན་ནང་ལོག་ནས་ཡང་དེ་འདྲའི་ཡོང་བདེ་བ་དེ་འདྲའི་ཡོང་གི་འདུག་ད་ངས་ངོ་ཤེས་མ་དེ་འདྲའི་སྤུ་གུ་དེ་འདྲའི་དུག་ཆུན་བྱུང་སོང་མཐོ་སློབ་འགྲོ་བའི་སྐབས་ལས་བྲིས་པའི་ན་བ་དེ་འདྲའི་ད་ཉིས་སྟོང་ཉིས་རྩ་གསུམ་ལ་བྱས་པ་ཡིན་ན་ད་ལྟ་ཉིས་སྟོང་བཅུ་དགུ་ལ་བྱས་པ་ཡིན་ན་ཨ་ནི་བྲིས་པའི་ནད་པ་ཉིས་བརྒྱ་ལྔ་བཅུ་ང་དྲུག་ཞིག་འདུག་བཞིན་འདུག་དེ་ནས་ཉིས་སྟོང་ཉི་ཤུ་ཉིས་རྩ་གཅིག་དེ་བ་ད་ཀོ་བིད་དང་དེ་ཚོ་ཀ་བྱུང་བའི་སྐབས་དེ་ལ་གྲངས་ཀ་དེ།

སྨན་པས་གི་ལམ་བསྟན་ལ་དེ་སོང་ག་ལ་ཏི་ཟི་ཉུང་ཉུང་ཟས་ཨ་ནི་དེ་གོམ་པ་མང་ཟི་འཇོག་ཟི་དཀྲི་བའི་ནག་གི་ལ་ངན་མི་འདུག་ཁྲག་ཤེད་དང། དེ་ནས་མངར་མོའི་ན་ཚ་འོ་དེ་ལུག་རེད་ལ་དེ་དངོས་ཡོད་རེད་དུ་བ་དེ་འདྲའི་འཛའ་ནས་ང་ཚོ་གི་དངོས་གནས་ཀྱི་ཁྲག་ཤེད་དང་མངར་མོའི་ན་ཚ་དེའི་ཐོག་ལ

དེ་ཚོ་བརྟག་དཔྱད་བྱས་ཡ་ཁྲ་ཤེས་བརྟག་དཔྱད་བྱས་ཡ་རེད་ཅི་ནས་ཀྱི་བརྟག་དཔྱད་བྱས་ཡ་རེད་དེ་ཚོ་ཆང་ག་དེ་བྱས་པ་རེད་ད་ནས་ཤེན་གྱི་ས་གནས་ཁ་ཅིག་ལ་ཡོ་ག་དང་རྫུམ་པ་དང་དེ་ཚོ་ཆང་ག་བཙུགས་དགོས་ཡ་དེ་ག་དེ་བཙུགས་བཞག་ཡོད་རེད་ཨ་ནི་འཛམ་གླིང་ཁྲ་ཤེས་ཀྱི་ཉིན་མོ་དེ་ཡིན་པ་ཡིན་ནས་ང་ཚོ་ཡོངས་ཁྱབ་བྱས་དགོས་ཡ་དེ་ག་དེ་བྱེད་ཀྱི་ཡོད་རེད་ཨ་ནི Diabetes Day ཉིན་མོ་ཡིན་ན་ཡང་ཅི་ནས་ཉིན་མོ་ཡིན་ན་དེ་ཉིན་མོ་དེ་ལ་ཡང་ན་ཚ་དེ་དང་འབྲེལ་བའི་ཐོག་ནས་ཨ་ནི་ཡོངས་ཁྱབ་ཀྱི་གོ་རྟོགས་ག་ཚོད་སྤེལ་ཐུབ་ཐུབ་ཅིག་ཨ། པས་འདུག་གི་ཡོད་རེད་བྱས་ནས། ཉི་མ། འཕྲོད་བསྟེན་ལས་ཁུངས་གོ་སྒྲིག་བྱས་ནས་ལག་ས་པོ་ལ་བཙལ་འགྲོ་བའི་ཞུ་གཏུག་ལས་འགུལ་ནང་འགུལ་ཡ། འདིར་སྐབས་གཅིག་གྲོས་ཚོགས་ཚོགས་པ་དང་དགའ་སྡུག་ཡབ་ཀྱི་ང་ཚོས་བཙལ་བྱུང། འདི་འདྲའི་འདྲ་བའི་ཞུ་དོན་ཡ་ཡོད་པ་ཡིན་ན། ང་ཚོ་གྲོས་ཚོགས་མ་ཚོགས་གོང་ལ་ཡོད་ན་ཡག་པོ་འདུག་ཅེས་ཞུ་ཡ་ཡིན་ཞོར་དུ། འདི།
ཀུ་རེ་སྤྱི་འཐུས་རྣམ་པ་ཚོ་ཕར་ཚུར་བཀའ་མོལ་གནང་བ་ཡིན་ན་དེ་གྲ་སྒྲིག་བྱེད་ཡ་ལ་དཀའ་ངལ་ཡོང་བ་རེད་སྙེ་མ། སིལ་བོ་དགེ།